ང་སྔ་མོ་ཡུལ་ནས་ཡུལ་ནས་རེད་དང་སང་ཕོ་མོ་ཟེར། ད་ཕོ་མཚན་མོ་མཚན། ཕོ་སྟག་མོ་སྟག་གི་ལ་སོགས་པ་ད་སང་ལོ་དྲུག་ཕོ་མ་དྲུག་འདི་ནས་བཤད་དགོས་པ་རེད། ད་ཐ་ཡང་ཆོས་པོ་གང་ནས་བྱུང་དང་ནི་ཟེར་ན་དེ་ལས་མཁན་ཚང་མ་གི་རང་གི་རིག་གནས་མ་ཁས་གཞན་གི་རིག་གནས་མ་ཤེས་ད་ད་བྱུང་དང་ནི་གི་ན་དོན་དག་དག་རེད་ཟེར། འོ་ཡ། དེ་གི་ད་གི་ད་འདོད་བགྱིས་ན། ད་དགེ་རྒན་རྣམ་པ་གི་སེམས་ན་འཛིན་དགོས་ནུ་ཕྱིན་ཟེར་ན་ང་ཚོ་དགེ་རྒན་ཚོས་བྱ་དགོས་ན་ངེས་བས་བཏབ། ལོ་ངོ་སྟོང་ཕྲག་རེ་ང་བསྒྱུར་ཡོང་ནུ་བ་རང་གི་ལྷ་མི་ཡང་མི་གི་དེ་ངེས་བས་དུ་ཤེས་དགོས་རེ་ང་ཁ་དོན་བཙན་འཛུལ་ར་ལག་པ་གི་ཕྲེང་བ་བཟུང་ནུ་བཙལ་གི་ཆོག་ནུ་མ་རེད། ཨེ་རེད། ཕྲེང་བ་དེ་ཀྲང་ཁ་ལེན་བྱེད་དགོས་རེ་མ་རེད། ཀྲེ་ཀྲང་ཀ་ལིན་ཅེ་ནི་ཀྲང་ཀ་ལིན་ཅེ་པུ་ཏེ་ནི་ཅི་ཧྥན་ཆི་མི་རིགས་ཀྱི་སྤྱི་ཧྲུའུ་ཅི་རུ་ཏུ་དེང་སང་འཛམ་བུ་གླིང་གི་དཔོན་རིགས་ཉེར་སོ་སོའི་རིག་པ་གི་ཆ་ནས་བལྟས་ན་ཏི་ཏེ་ཀྲང་ཀ་ལིན་ཅེ་པུ་ཏེ་ནང་གི་འུ་ཚོ་གི་ཆོས་ལུགས་ཀྱི་ནང་དོན་ཧ་ལ་ཞོག་པ་དང་འདྲ། ཉིན་རེ་རེའི་ལོགས་ན་འུ་ཁྲང་འཛིན་འཛིན་ནི་ར།

ཏུ་ཁུངས་ཅན་བཤད་ཡོད་པ་ཡིན། དེའི་གསུམ་བཤད་སྐུ་ནུས་ཚིག་ནི་ཧྲི་ཅན་བཤད། ཧྲི་ཁུངས་འཇུག་པ། དེང་སང་འཛམ་གླིང་གི་ཚན་རིག་པ་ཚང་མ་གི་ད་ཧྲི་ཁུངས་སྐལ་ཉན་ཡོད་དང་ན་ཧྲི་ཁུངས་གི་དེ་གི་དོན་ཅི་ཏི་ཡོད་ཅི་ད་དུ་ཨ། དུ་ཉི་ཙཱ་བཞི་གསུམ་བཤད། ཨོ་ཡ། དེ་གྲངས་རིག་པ་གི་ནང་དུ་མེད་ཅི། རིག་གྲ་ར་ད་བའི་འོ་ཆུ་འོག་གི་ད་གནད་དོན་ཆི་ཁྲོ་ཤིང་གི་ད་འོ་འདི་རིག་ཟེར་ན་རང་གི།

གལ་ཏེ་རང་གི་མ་ཤེས་ན་ད་རང་གི་ཡིན་ནི་རི་ལས་ལས་ན་ར་ད་མི་ནི་གཟུགས་ལ་གོས་དང། ཐིག་གི་ཐད་ཀི་དང་ངེས་བས་ད་རང་གི་རིག་ནི་ལ་ཤི་བ་ཟིན་ནོ་དེའི་དོན་ད་ངས་བཤད་ཆོག་མང་དང། འོ་ན་གཞན་གྱི་རིག་ནི་ཤི་བ་ཟིན་ཁོ་ནི་ཅི་ཟིན་ཡིན་ཟེར་ན། གཞན་གི་རིག་ནི་ཤི་བ་ཟིན་ཁོ་ནི་ཏི་གཞན་ཤི་བ་ཏི་རང་གི་འོ་མི་རིག་འོ་ཅོ་ཡིན་ན་འོ་མི་རིག་རེད་འོ་མི་རིག་མ་ཡིན་པའི་མི་རིག་གཞན་གི་རིག་ནི་ཚང་མ་གཞན་མི་རིག།

ཨང། ཁོ་ན་ཧུའེ་ཆ་ཐམས་ཅད་འོས་བསྡུ་བྱ་བ་སྲིད་དུ་བྱ་བ་ཐམས་ཅད་པོ་རྒྱ་ཡིག་དང་རྒྱ་སྐད་ཀྱི་ཐང་གི་ཏོ་ཡིན་ན་ཀྲུང་གོ་གི་ཀྲུང་གོའི་ཆབ་ཆིས་ཟེར། དེའི་ཕྱིར་རྒྱུ་མཚན་ཟེར་བ། དེ་གི་ཐད་ཀི་ངའི་འོད་དུ་ཞུ། ཤི་ན་ད་གི་ཡིན་ན་ད་ང་ལྟ་བུ་གི་ཡིན་ཟེར་ན་ངའི་ཡིན་ན་ཤང་ཀང་དང་ཆོས་ན་སོང་ན་ངའི་བོད་སྐད་བཤད་གོ་མི་ཕ་མི་ཐོག་ཨ་གོ་མི་ཤི་མི་ཆོག་གོ་མི། ཨང། པེ་ཅིན་དང་ཆོས་ན་སོང་བསྟན་བཅོས་ཡིག་ཆ་ཐག་སོགས་ལ་ཁྱེད་ཚོས་ནི་བོད་སྐད་གི་བཤད་ན་ཅི་གོ་མི་ཆོག་ག། ཏི་ཀུ་ཏེ་ཀུ་ཡིན་ན་ཨོ། རང་ག་ཐུན་མོང་མ་ཡིན་པའི་ནང་རིན་པོ་ཆེ་ཟུར་ཡོད་ན་ར་དེ་ཏོག་ཏེ་ཧ་ར་བཤད་ཐུབ་ན་ཐུབ་ཐུབ་ཅོ། ཏི་ཀུ་ཏེ་ཀུ་ད་ངས་འདི་ན། འདི་ན། ནས་ཡིན་ད་ངས་གདོན་མཚོན་དམ་པ་འདི། འདི་འོག་གི་ལྷོ་སུ་རེད་ད་ཟེར་གི། གདོན་མཚོན་དམ་པ་འདི་གི་ནང་ན་བལ་མ་ཟུར་ཡོད་ནོ་འདི།

དགའ་བོ་ཁྱོད་ཀྱིས་ཞེས་ད་གཟོད་འདི་གི་འདི་གི་མ་རང། འདི་གི་འདི་གི་འདི། ཧ། དེ་ར། འདི་གི་འདི་བཏང་ནས་གོས་སྐུ་ལྕགས་ཀྱི་ཚུགས་བཏང་ནས་རྩ་ཐུག་ནས་ཧ་ནོར་གོས་སྐུའི་ཚུགས་བཏང་ད་ཨོ་ངས་ད་ཚུགས་ཀ་མོ་ཟེར་ཁྱོད་ཀྱིས་ད་ཚུགས་ཀ་མོ་ཟེར་དེ་ག་ཧ་ནོར་གྱི་ཞལ་རིས་བཟང་མ་ཚར་ན་ཧ་ནོར་བྲིས་ཁ་ཕྱི་ག་ཡོད། ད་དགའ་པོ་རྒན་གི་ཁ་ནས་བསྟན་སོང་ཡང་ཁོའི་ཁ་ནས་བསྟན་སོང་ཧ་ནོ་ཁྲི་ཁ་ཅིག་ཡོང་ནས་ཨོ་ད་དེ་རང་གི་ན་ཚོད་འདི་འདུག་གི་ཐག་ཆ་ན་འགྲིག་གི་རེད་ཧ་ནོ་བསམ་བློ་དེ་ཅིག་འཐོལ་བ་རང་ན་ཅི་ཉི་མ་ཕྱིར་ནི་དེང་སང་འཛམ་གླིང་གི་ཤེ་ཁོ་ནོ་མིན་གྲོ་གོ་ནོ་སི་ད་རེད། ལོ་སུ་ཀྲོང་གོ་གི་མིན་གྲོ་མ་ཤེས་ད་སོང་ཡི་འདེམས་ཤོག་འཕེན་གྱི་ད་སུ་ད་སོང་ཡི་ཅིག་དེ་འདེམས་ཤོག་སུ་འཕེན་གི་ཅིག་ད་ད་མིན་གྲོ་ཏི་སང་ཏི་ཡིན་ནི་མ་རེད། འཛམ་བུ་གླིང་གི་ཤེ་ཁོ་ནོ་མིན་གྲོ་ཏི་ཕྱིར་ནི་ཉི་མ་འོང་གི་རིག་པ་ཁ་མ་ཅིག་ག་སྦྱིན་ནོ་ཏི།

ཐོག་མར་ཁ་མེ་ར་དེ་འཇོག། ཁུ་ཚུར་ཐིག་མ་ཤི་ན་ད་ཐོག་མར། ཉན་མཁན་ཡིན་ནོ་དགེ་རྒན་བྱེད་མཁན་ཡིན་ནོ་ཐི་མུ་རུ་མ་ཐོག་དྲན་གི་མེད་ནི་ར། ད་ནོར་འཁྲུལ་ཆེན་པོ་ཡིན་ནི་རེད་ད་འོ་ཀི་རིག་ནི་མ་ཤི་འུ་ཐག་ཅི་རེད། ཧ། ལག་ཤ་ཤི་བའི་ངག་ལས་ཀྱང་ལན་དུ། དེ་གི་ཤི་བ་ད་ལུམ་པོ་ཀུ་གོ་ཟེ་རུ་འདང་ངེས་དེ་ར་ལུམ་པོ་ཁུ་ར་ཀུ་མི་དགོ་དེ་ཤ་ཤི་ཆུང་ཆུང་ཀུ་ན་ཆོག། བྱ་གཞི་ཆུང་ཆུང་གི་སྟེང་ནས་ལ་ཁུག་གི་དོན་དུ་གཏོང་གི་འདུག་པས། བྱ་གཞི་ཆུང་ཆུང་དག་ཁོ་ནི་ཟླ་བ་གཅིག་ཅན་གྱི་ལ་ཁུག་ག་ངུ་དགོད་ཀྱི་ས་སོགས་ཤིག་གི་དོན་དུ་གཏོང་གི་འདུག་པས་ཅང་མི་ཤེས་སམ་སྙམ་པ་རེད། དེ་གི་སྟེང་གི་ལྷུག་མ་ཟིག་ནི་ལྷུག་མ་ཚུན་ཆུད་དམ་པ་ཡོད་ཅེ་ན་ལྷུག་མ་ཚུན་ཆུད་དམ་པའོ། བཟོ་བོ་ལ་ལྟ་མཁན་དེ་མི་བཟོ་ག།

ཐབས་ཀྱི་ཁོང་ནས་བཤད་པ་ནང་བཞིན། ངས་དེ་རང་བཤད་ན་ཐམས་ཅད་པོ་བདེན་པའི་ངེས་བ་གཏན་ནས་མིན། ང་རང་ག་ཡིན་ན་མ་རིག་པའི་དྲི་རུ་འཇོག་ནོ་དེ་མོ་སོ་སོ་སྐྱེ་བོ་རང་ག་བ་ཨ་ཀི་ད་ལོ་གི་ཆ་བགོས་ཙམ་གྱིས་བཤད་དགོས་ནོ་དེར་གི་དེ་གི་དེ་ནས་ཚད་མ་རྣམས་ནི་གང་ལྟར་ཀྱང་དག་དགེ་རྒན་རྣམ་པ་གི་གཙོ་བོས་ན་རང་རང་གི་སྲི་ལྟ་ཙམ་གྱིས། ཁོང་རང་གི་བསམ་བློ་གཏོང་རྒྱུ་བོད་དེ་བྲན་སྐུ་བཙན་ཚེ་དེ་མོ་བ་འགྲོ་ཐུ་ན་ད་ང་རང་གི་ད་གི་མོ་ཡིས་འདྲི་སོང་ཟིག་ཅིག་ཨོ་ཡ་ད་ད་ཅིག་གོང་ནས་ངའི་ཞལ་མཚན་ཡིན་ན་འདི་ན་ཡོད་བོད་ཀི་ལྷོ་གཙོ་གི་ཚོམ་ཤེས་ངས་འདི་བོད་ཀི་ལྷོ་གཙོ་གི་ཚོམ་སྟག་རེད་ཟེར་གི་ཡོད་ས་སྐྱ་ག་ས་གང་སོང་ནས་ར་དེ་བཤད་གི་ཡོད་ད་འདི་བོད་ཀི་རིག་གནས་ཡག་ཤེས་ནི་ཟིག་གི་ཅི་ནང་ན་བཤད་ཀྱི་མང་ན་རེད།

སྐད་གཉིས་དགུ་སུ། ཐུགས་ཀྱི་མཚུངས་གཞི་ཡིན་བསམ་པས། འདི་ཐམས་ཅད་པོ་ཨེ་མ་གི་སྡོང་བུ་གཅིག་གི་སྟེང་དུ་ཆགས་པ་ནི། དེ་ང་ཚོ་བོད་གངས་ཅན་གྱི་ལྗོངས་འདི་ན་སློབ་གསོ་ཐུན་མོང་མ་ཡིན་པའི་སློབ་གསོ་འདི་འདྲ་ཞིག་ཡོད་ཞིང། ད་ལྟ་སྤྱི་ངས་གོང་ནས་བཤད་གོང་ནས་ཧྥུ་ལེ་འཛིན་ན་གཞན་ལ་གནོད་པ་སྤང་བ་ཞེས་པ་དང་འཚེ་བ་སྤང་བ་ཞེས་པ་ནི་ཨེ་མ་གི་ཁྱབ་བྱེད་ཡིན། མི་རྟག་ཨེ་མ་ཞེས་པ་དེ་ནི་ཉིད་སྤོ་ལོང་དང་ནི། མེ་ཏོག་བ་མ་དེ་ནི་ཉི་སྤོ་ལང་དང་སྤོ་ལང་སྟངས་དེ་མ་ཡོད་ནོ། མེ་ཏོག་བ་མ་གི་ཆུ་ཉི་སུ་སའི་སྟངས་སུ་མེར་ཡོད་ནོ། མེ་ཏོག་བ་མ་དེ་མིག་གི་གུ་ནི་དེ་ན་ཡང་མཛེས་བ། རྣ་གི་ནི་ན་ཡང་ཆུ་སིམ་པ། ཁི་གའི་རག་ན་ཡང་རག་ཤ་འཇམ་པ། ཁི་ག་ཆུའི་སྲུ་གི་ས་ཆ་ནི་འདམ་བག་དང་སྤྱིན་ལྕགས་ལ་སོགས་བ་དེ་མོ་གི་མི་གཙང་བ་གི་ནང་གི་སྐྱེས་རུང་ཁི་གི་སྟངས་ལ་དྲི་མས་མ་ཁེགས་པ། དེ་བཞིན་དུ་ང་ཚོ་བོད་མི་ཟིག་ཡིན་ན། དེ་སྤྱི་ཚོགས་ཀྱི་གཞོགས་འདང་ལྡེ་མོ་ཆེན་པོ་ཟིག་གི་ནང་ལ་འདུག་ཅེས་ད་གཟོད་ཕྱི་གསལ་མ་ཀི་ནི་རེད་ན་ང་ཚོ་རང་རང་གི་ལུས་སེམས་དང། གཞན་ལ་གནོད་པ་བྱ་རྒྱུ་དང་གཞན་ལྟེ་མོ་གི་ལུས་ཡང་མ་ཀི་བ་ངག་སྒོ་ནས་ཡང་དེ་ཚོའི་སྒོ་ནས་སྲོག་གཅོད་པ་དང་མ་ཤི་འབའ་ལེན་པ་དང། ལྡོག་པ་ཡིན་པ་ལ་སོགས་པ་དགུ་གི་དངོས་པོ། མི་དགེ་བའི་ལས་ཀྱིས་མ་དགེ་བ། ངག་གི་སྒོ་ནས་ཡང། རྫུན་བཤད་པ་དང་ཕྲ་མ་བཤད་པ་དང་ཚིག་རྩི་བཤད་པ་ལ་སོགས་པ། ངག་འཁྱལ་བཤད་པ་ལ་སོགས་པ་དགུ་བྱིན་པས་མ་དགེ་བ། ཡིད་ཀྱི་སྒོ་ནས་ཡང། གཞན་གྱིས་ནོན་པ་དང་གོལ་ས་དང། གཞན་གྱི་ཕུན་ཚོགས་ལ་དུ་གུ་ན་སེམས་སྐྱེ་བ། རང། རང་ལས་གཞན་པ་ཐམས་ཅད་ལ་མི་རིགས་དང་རྒྱལ་ཁད། ཧཱ། འགྲོ་བ་སེམས་ཅན་ལ་གནོད་འཚེ་བྱ་བ་བྱེད་པའི་གནོད་སེམས། ཧཱ། དེ་ནས་ནས་ཚུར་སྔོན་མོ་དེ་དག་ཏུ། ཧེ་ར་སྤྱི་དང་ནས་ལོག་ཤེས་ཤེས་པ། གནས་ལུགས་སྔོན་མོ་དུ། ཁུ་གུ་མི་ཤེས་པའི་ལོག་ལྟ། ཧཱ། སྤྱི་དང་གིས་ནི་རྒྱུ། འདི་ལས་འབྲས་བུ་འདི་འབྱུང་འབྱུང་ནོ་གོ། དེ་ཡོད་ཅེ་ན་རྒྱུ་མེད་ཀི་འབྲས་བུ་མེད་ཀི་སེ་ག་འདི་འདྲ། གཏི་མུག་ལོག་ལྟ་གང་བལྟས་ཀྱང་ལུས་ངག་ཡིད་གསུམ་གྱི་སྒོ་ནས་ཨོ་ཡ་དྲི་མེད་མ་བསྐྱེད་བ། འདི་བར་མ་གི་མཚོན་བྱེད་དེ་རེད། འདི་རྣམས་ལ་ཡོད་ནོ་གི་བོད་དོན་འདི་གི་ཡིན་ན་ཚིགས་སུ་མཚོན་གོ་གི་ཟིན་ན་ཁི་གི་ལྷད་གཞི་མཚོན། དེ་ལྟ་བུ་གི་དག་གཞན་ལ་ཕན་པ་དང་གནོད་པ་སྒྲུབ་ཐབས་དེ་ཆི་གི་རེད། དེར་ང་ཁ་བཤད་གཏོང་བ་ཙམ་མ་ཡིན།

རིག་པ་ཡར་འཚམས་པོ་ཡིན་ནི་རེད་གཞན་གྱི་ལོ་ལས་མི་ཤོང་ནི་ཡིན་ནི་རེད་དྲ་ཁུག་གི་རིག་པ་དེ་གི་འབྲས་བུ་དེ་གི་འཛམ་བུ་གླིང་འདིའི་སྒང་ལ་ད་ཡིན་ན་གནོད་འཚེ་ཆེན་པོ་ཐེབས། ཨ་ཐ་ན་རི་འགའ་མ་འོང་བ་ན་རི་འགའ་མིག་ཙིན་གྱི་ཐག་ཆོད་ར་ཨ་ཤོག་ད་མ་འགྲིག་ཟེར། ངའི་མི་ཚེ་འདི་ཡིན་ན་ཁོས་འཛམ་བུ་གླིང་འདིའི་མོ་གནོད་འཚེ་གཏོང་བྱེད་གི་འདི་འཕྲལ་མཚོན་ཆ་ལ་སོགས་པ་འདི་མོ་ཟིག་བཞག་སྟངས་ནས་ད་ངས་ཅི་བྱ་སྙམ་པའི། རང་གི་རང་ག་གྲང་ང་ཡིན་ན་ད་ཨ་འདྲ་ཡིན་ཤི་མི་ཐུབ། ཨོ་ཡ་གི་མུག་རོ། རིག་པ་ཚོ་གཉིས་མ་དེ་སྐད་དེ། མྱིག་གི་ལ་གཞན་ལ་གནོད་པ་གཏོང་བ་དང་གཞན་ལ་ཕན་པ་སྒྲུབ་པའི་དེ་ལྟ་བུ་གི་བསམ་པ་ཞིག་མེད་ན། ད་རིག་པ་མང་བོ་དེ་ཤི་ན། ཀི་མ་ར་ཁི་ཡིན་ན་རིག་པ་ཡོད་མི་རེད། འཇིག་རྟེན་ན་གནོད་འཚེ་གཏོང་མཁན་མང་ཡིན་ན་རིག་པ་ཡོད་མི་རེད།

བདེ་འདོད་ཀྱི་བསམ་པ་ཅིག་ཡོད་ན་དེས་ན་རང་གི་ཁྱིམ་ཚང་ལ་བརྟེན་པའི་བྱམས་པ་གི་བསམ་བློ་ཞིག་ཡོད་དགོས། དེ་བཞིན་དུ། སའི་གོ་ལ་སྟེང་གི་འགྲོ་བ་སེམས་ཅན་ཐམས་ཅད་ཕན་པ་དང་བདེ་བ་དང་བདེ་འདོད་ཀྱི་བསམ་བློ་ཅིག་ཡོད་ན། སེམས་ཅན་ཐམས་ཅད་ལ་བརྟེན་པའི་བྱམས་པ་ཞིག་ཡོད་དགོས། དེ་བཞིན་དུ་སྙིང་རྗེ་ཞེས་པ་ནི་སྡིག་ཉེས་དང་བྲལ་འདོད་ཀྱི་བསམ་བློ། མ་ཡ། སྡིག་ཉེས་ཅན་བྲལ་འདོད་ཀྱི་བསམ་བློ་ཡང་དེ་བཞིན་དུ་ཞིག་ཡོད་དགོས། གི་ག་ཡིན་ན་གི་ག་ཁྱོད་དེ། ཉེ་གི་ཆེ་ཆུང་དེ་ཡིན་ན་གང་རེད་བཞག་ནི་རེད་ཟེར་ན་ས་འབག་གི་རྒྱ་ཆེ་ཆུང་གི་སྒོ་ནས་བཞག་ནི་རེད། ཨ་ཡ། ཁི་གི་སེམས་རྒྱ་དེ་ཆི་མོ་ཆི་ན། དེ་ཨ་ཡུ་གི་ད་ཁི་གི་ཉེ་དུ་ཆི་ན་རིན་ཐང་ཆི་རེད། ཉེ་གི་རིན་ཐང་དེ་གང་རེད་བཞག་ནི་རེད་ཟེར་ན་གཙོ་བོ་ཡིན་ན་སེམས་ཀྱི་སྲོག་གི་སྒོ་ནས་བཞག་ནི་རེད། དེ་གི་སྟེགས་གི་ཡིན་ན་ང་ཚོའི་འོག་གི་སྲོག་རྒྱན་གི་རིག་གནས་ཀི་ནང་ན་ཐག་པ་ཟེར་ནི་རེད། སྤྱི་ཡི་ཟེར་ནི་རེད། སྐྱེས་བུ་གསུམ་ཞེས་པ་ནི་སྐྱེས་བུ་རལ་འབྲང་ཐ་སིང་གཟིགས་ཀྱི་ད་ཚོ་ཁི་ག་ཡིན་ན་སྐྱེས་བུ་གི་རྒྱུ་ནོམ་པ་གི་ཐོག་བཞག་ནི་མ་རེད་དབང་བསྐུར་ས་གི་སྟེང་བཞག་ནི་རེད་མ་རེད། འོན་ཀྱང་ཕྱི་ཟིག་རིས་ན་ཁི་གི་ཡིན་ན་མི་ཚེ་གཅིག་གི་ལྟ་ཚུལ་གི་སྟེང་མི་ཚེ་གི་རིན་ཐང་གི་ལྟ་ཚུལ་གི་སྟེང་ལས་ཀ་བཞག་ཡོད། ཨོ་ཡ་ང་མི་ལུས་རིན་པོ་ཆེ་འདི་ལྟ་བུ་ཞིག་ཐོབ་ང་མི་ལུས་འདི་མཐོང་ནུས་གི་འགན་ཁུར་དུ་ཆི་ཟིག་རེད། ནང་ཁུལ་དུ་མི་ཁ་སུ་དེར་རྒྱལ་འགུས་ཐལ་དྲག་ཡང་ན་ང་ཁང་བ་ཆུ་ཕོ་ཟིག་གི་ནང་འདུག་རྒྱུ་ར་དེ་རྩ་འཛུགས་ར་ཡང་ན་ངའི་ཡིན་ན་རང་གི་ཁྱིམ་ཚང་གང་བོ་དུ་དུ་དོག་པོ་དུ་སྐྱིད་པོ་བདེ་མོ་ཟིག་གཞན་ན་གནོད་པ་ཡོད་ན་ཡོད་ཨ་ངའི་ཁྱིམ་ཚང་གང་བོ་དུ་ཤ་ཞེ་བའི་ཁྲུས་དུ་དོག་པོ་དུ་གི་ཁ་སུའི་རྒྱལ་འགུས་ཐལ་དུ་དུ་རྩ་འཛུགས་ར་ཡང་ན་ང་བོད་མི་ཟིག་ཡིན་པའི་ཆ་ནས་བོད་མི་རིགས་བཙན་པོ་དུ་དོག་པོ་དུ་སྐྱིད་འདོད་བདེ་འདོད་ཀྱི་བསམ་བློ་རྩ་འཛུགས་ར། ཡང་ན་ང་ཀྲུང་གོའི་རྒྱལ་ཁབ་ཀྱི་མི་གཅིག་ཡིན་པའི་ཆ་ནས་ཀྲུང་གོའི་བུ་མི་མི་མང་དང་སྲིད་ཇུས་གཞི་ཐོག་བདེ་འགྲོ་དང་སྡུག་བསྔལ་བྲལ་འགྲོ་དང་བདེ་བ་བདེ་འགྲོ་དང་སྡུག་བསྔལ་མེད་པའི་བདེ་བ་དང་བདེ་འགྲོ་དང་ཉན་རང་ཆགས་སྡང་དང་བྲལ་བའི་བཏང་སྙོམས་ལ་གནས་འདོད་ཀྱི་བསམ་བློ་ཚད་མེད་པ་བཞི་གི་སྒོ་ནས་གཏི་མུག་འཛིན་ལ། ཡང་ན་སའི་གོ་ལའི་སྟེང་གི་ཉིན་གཅིག་ཡིན་པའི་ཆ་ནས་འགྲོ་བ་སེམས་ཅན་གྱི་དོན་དུ། ལྔ། ནུས་རྒྱུ་གི་རིན་ཐང་སྟེ། རིན་ཐང་སྟེ། ལྟ་ཚུལ་གྱི་སྟེང་ནས་ནུས་པའི་རིན་ཐང་ཅིག་འདུག་ལ། ནུས་པ་ལུག་གི་སྟེང་ནས་ལྟ། ལུག་ལྗགས་ཀྱི་སྟེང་ནས་ལྟ། ལྟ་འདིའི་གོང་ནས་ངས་དགེ་རྒན་ཚོས་ཁྲལ་ར་གོང་ག་ཡིན་ན་དེ་ནས། དགེ་ཕན་ཚོགས་དབང་ཅན་གྱི་སློབ་མ་ཡིན་ཟེར་གི། ང་ཚོ་དབུགས་ཀྱི་ནང་ན་དེ་ལྟ་བུའི་མི་ལེགས་པོ་གཅིག་ཡོད། ཁོང་གིས་ན་ངའི་སྔོན་ཆད་ར་ཁོང་ག་ལག་ཤ་དོན་རིན་པོ་ཆེའི་སྐད་འདི་ན་ཡོང་ཐ། ཁོང་རྣམ་པ་གཉིས་གི་ཁྱི་ཚོ་བཞི་གི་རང་ཁ་ཁ་བརྡ་ཡིག་གི། ཁ་བརྡ་ཁྱི་ཚོ་ཡིག་གི་ཟེར་ན་ཁོང་ག་ཡིན་ན་བཙོན་ཁང་ནང་ནས་ལོ་ཉི་ཤུ་ཐམ་པ་གི་རང། དེ་ནས་བཙོན་ཁང་ནང་གི་ད།

སེམས་ལ་སྟོང་སྟོང་སྤང་སྟོང་ལ་ཐིག་གི་ནང་གི་མེ་ར་མཚོན་ཡོང་ནོ། དེ་དེ་དེ་གི་དེ་འདྲའི་ཉི་ཁྱི་ཞིག། ཁོང་གིས་དེ་གསུང་གི་འདི་ཤོག་གོ། ལག་ཕྱིས་ཙམ་གི་དང་ང་ཡི་གིས་སྟོང་རིས་བྲིས་འདི་ཚིག། དེ་ཉི་མ་ཁོས་དེ་ཟིག་གི་ཁོ་ཡ་མཚམས་པོ་ཞིག་ག།

ཟུང་འཇུག་ཆུ་ཟིན་འོག་གི་མཚན་ཉིད་རིག་པ་འདི། ཡ་མཚན་པོ་ཆུ་ཡིན་ནོ། ཨ་ལོག་ཆ་སྡོང་རིན་པོ་ཆེའི་སྐུ་འདི་ན་ཡོངས་ཟླུམ་པོ་སྟེ། ད་ངས་ཁོང་གི་ལས་ཀ་དེ་འགྲུབ་ཡོང་མིན་མི་ཤེས། འོག་གི་མཚན་མ་རིག་པ་དེ་དག་དེ་དག་རྗེས་ནས་ཁྱོད་ཀྱིས་སྤྱོང་གོ། ཁོང་གི་ཅི་ཅི་ལྟ་ང་ད་ཁྱི་ཁི་མང་པོ་གནང་གོ། འོག་གི་མཚན་མ་རིག་པ། འོན་ཀྱང་ང་ཚོས་འོག་གི་མཚན་མ་རིག་པ་དེ་འོག་གི་སློབ་གྲྭ་ནང་ན་ད་ལྟ་མེད་ནི་ར། དབུགས་ཀྱི་ཚ་མ་རིག་པ་ཞིག་མཁན་གྱི་ནང་ན་ཕལ་ཆེར་མེད་སྲིད་ན་ཆོག་མི་ཆོག་གོ། ང་རང་ག་རང་ཚ་མ་རིག་པ་སྦྱང་འཇུག་གི་གོ་སྐལ་མ་བྱུང། ཚ་མ་ཞེས་བ་ནི་ཅི་ཟེར་ཟེར་ན། ཚ་མ་ཞེས་བ་ནི་བདེན་པ་ཞེས་པའི་དོན་རེད། ཨ། བདེན་པ། འཇིག་རྟེན་ན་བདེན་པ་དགོས་པ་རེད། ཨ། བྱུང་ཁུངས་ནི་ང་བྱུང་སོང་ངོ་རྫུན་པ་ཡིན་པའི་ངེས་བ་ཡོད་ནི་མ་རེད། ཨ་ལོག་ཚེ་བརྟན་ཤ་རོང་རིན་པོ་ཆེ་སྔ་རིང་གི་བླ་མ་ཡིན། ཁོང་ག་ཡིན་ན་བཙོན་ཁང་ནང་གི་གསང་ལུགས་ཀྱི་གནས་ཐད་ཟིག་ཡོད། ཆུ་ཚོད་རེ་ཟིན་ན་ཁོང་ག་བཙོན་ཁང་ནང་ནས་ལོ་དགུ་ར་ཟླ་བ་བརྒལ་ཐུབ་ཀྱི་ཡོད་ཟིག། དེའི་སྐབས་སུ་ཁོང་གི་བཙོན་གྲོགས་ཟིག་ད་ཀོ་མིན་ཏང་གི་དམག་དཔོན་ཆེན་པོ་ཟིག་ཅུན་ཀྲང་ཟིག་ར་ཁོ་གཉིས་ཀ་རེ་ཉན་ཐོས་བསྟན་ཟིག། ནི་ང་འགྱོ་རྒྱུའི་ས་སོགས་ཡིན་ན་ཨ་ལོག་ཚེ་བརྟན་ར་ཤ་རོང་རིན་པོ་ཆེ་དབུ་སྐྲ་བཟོས་ད་ཕལ་ཆེར་ག་རོའི་ལོག། ཁྱེད་ཚང་ཡིན་ན་ད་གྲྭ་བ་གྲྭ་རྐྱང་འདུག། ད་རྒྱལ་ན་རས་རྐྱང་འདུག་མ་གཏོགས་ཡོད་མ་རེད། ད་ཅུན་ཀྲང་གི་ག་ཡིན་ན་ནང་འཇུག་ཅིག་ད་སོ། ད་ཚ་རུ་འུ་ཚོ་ཚ་ནག་གི་དེ་ནས་ལྟ་གཞི་ཟིག་གོ། ད་ཤ་ངུ་ཚོ་ཟླ་བ་ལྟ་གོ། གཏི་མུག་རེད། དེ་ནས་ཁོང་རྣམ་པ་གཉིས་ཀ་རེ་བཙོན་ཁང་ནང་ནས་ཟླ་བ་གཉིས་གསུམ་ཞིག་ནི་ཟིག་ད་ལོ་ཚེ་ཐར་བྱ་ཆོག་ཅིག་ཚུར་འདྲ་ནི་ཟིག་བ་རེད་ཡོད་པ་རེད། ད།

རས་ནི་ཁྱི་སྤྱིས་ཤིག་པ་ལ་འབྲང་ནི་ཀླུ་ཡིས་ཤིག་པ་ཐ་མལ་གནོད་ཀྱིས་ཤིག་པ་ཡིན། ཨོ་ཡ། ན་ང་ཚོའི་བོད་མི་རིགས་ལ་མཚོན་ན། ཨོ་ཡ། ད་རས་དང་འབྲང་གཉིས་ཀ་ཡོད་དེ། དེ་གི་ཏེ་གི་ད་ངས་ད་ཞུས་ནས་བཤད་ཆོག་ཅི་ཡིན་ཟེར་ན། ད་དགེ་རྒན་ཟིག་ཡིན་ན། ད། མིའི་གླེང་ཚུལ་གྱིས། ཚད་ནི་འགྲོ་ལམ་བརྒྱད། དེ་ནི་ཁ་ཞེང་སྟེ། རྒྱལ་སྐད་ཀྱིས་བཤད་ན་དེང་སང་བོད་སྐད་ཀྱིས་བཤད་ཆོག་གི་རྒྱལ་སྐད་ཀྱིས་བཤད་ན་གོ་ནི་རེད། བོད་ཆོས་དེང་སང་དེ་མུར་གྱི་ལོག་པ་འདྲ་བོ་རེད། གོ་དཀའ། ཉི་མ་ལྟ་བུ་ཟིག་ཡིན་ན། རང་ཉིད་ས་ནོར་མི་ཚད་གི་ད་བཞད་ན་གི་གི་འཛམ་བུ་ལ་ང་ལྟ་བུ་གྱིས་དང་ང་བ་དགའ། སྲིན་བུ་མི་ཤེས་ལྟ་བུ་ཡང་ན་གད་མ་ལྟ་བུ་ཡིན་གྱི་ན། ཁི་ཁ་ཨོ་ཡོ་ནི་རེད་ད་ང་རང་ཉིད་ད་ར་ཨོས་མེད་ནི་རེད་ད་གི་ད་གི་འཛམ་བུ་གླང་ར་ས་ཐིན་མ་རེད་ད་གི་ད་གི་དགེ་རྒན་ཟིག་ཡིན་ན་ང་ཆུང་ངུ་ཟིག་ཡིན་དགོས་ཟིན་ན་ངས་བལྟས་ན་ཐོག་མེད་རང་ཉིད་ཟ་དགོས་གལ་ཏེ་རང་ཉིད་ཟ་ན་ད་གཟོད་ད། ཐོག་མ་དང་ཐོབ་གྲ་ཐུ་ཟོ་ཧ་ནི་ད་སད་ཐུ་རྒྱུ་རེད་སང། དེ་ཡིན་པའི་ཆ་ནས་ཨོ་ཡ་ད་དགེ་རྒན་ཟིག་ཡིན་ན་ཨོ་བདམས་དགོས་ནུ་གོ་ཚང་དགོས་ནུ་གོ་ད་ད་དེ་རང་འདི་ན་ཚོགས་ནོ་མ་བསྐོས་ཡིན་ན་ཆེད་དུ་བྱ་བའི་འདི་བྱ་ཟིན་ན་འདྲ་གོ་གོ་ཅོ་གོ་དེ་རང་གི་ཉན་མཁན་ཡིན་ན་ད་ཁྱི་ལྷོ་སུ་འགྲིག་མཁན་ཡིན་པའི་ཆ་ཆ་ནས་ད་ངས་ཞུ་ནི་ཨ་འོ་ཁི་ལྷོ་སུ་ཟིག་ཡིན་ན་ཆི་ཁི་འགྲིག་གོ། ད་ཆི་གི་ཏི་ཡིན་ན་ཆི་ཞོག་ནི་ཡིན་ངས་མ་བཤད། ད་ལྟ་ཚིག་ཟིན་ཡིན་ཟེར་ན་ད་ཞེ་དྲག་གོ། ཧོས་ལེ་ཡིན་ན་ད་བས་ཡིན་ན་ཀྲུང་གོ་རྒྱལ་ཁབ་ཀྱི་ལྷ་གཞས་ཀྱི་གཞི་ཞེས་པའི་སྒང་དེ་ཡིན་ན། ངོ་ཅོ་བོ་བོ་གི་ལོ་ཚོད་དེ་ཆིག་སྒྲིལ་གོ། འོ་ཡ། ད་དུང་ལྷ་གཞས་ཀྱི་ནང་དོན་གྱི་ཆ་ནས་ཆིག་སྒྲིལ་གོ་ཟེར་ན་ད་ལྟ་ཚིག་ངའི་གོང་ནས་བཤད་འདུག་དེ་ཡིན། རང་གི་རིག་གནས། ཨ། བོ་གི་སྲོལ་རྒྱུན་གྱི་རིག་གནས་ཕུན་སུམ་ཚོགས་པ་དེ་ཚོ་ཚང་མ། ནང་ལ་ཡོད་ནི་སྲིད། དེའི་ཡུལ་སྲོལ་ཆེན་མོ་ཟིག་ཡིན་དགོས་གི་ཟིག་ན། ད་མི་ད་ཡིན་འདིའི་གོང་ནས་ཧོས་བཞག་ནོ་འདིར། འོག་གི་ལྷོ་སོ་ཐམས་ཅད་པོ་གི་ནང་སྟོང་གི་ལྷ་བཞི་གི་ནང་སྟོང་ཡིན་མདོ་བསྡུས་ན་གསུམ། འོག་གི་སྲོལ་རྒྱུན་གྱི་ལྷོ་སོ་མདོ་བསྡུས་ན་ལྷ་བཞི་གསུམ་གི་ནང་འདུག། ལྷ་བཞི་གསུམ་པོ་གང་རེད་ཟེར་ན། ཚུལ་ཁྲིམས་ཀྱི་ལྷ་བཞི། ཏིང་ངེ་འཛིན་གྱི་ལྷ་བཞི། ཤེས་རབ་ཀྱི་ལྷ་བཞི། དུར་ཁྲོད་གསུམ་པོ་ནི་བརྒྱད། དུར་ཁྲོད་གསུམ་པོ་དུ་ཆ་བཞི་རེ་བཞི་ན། ཧཱུྃ་ཡིག་དགུ་ནི་མ་ཤེས་ན་མཚུངས་མེད་བཞི་ནི་མ། ལྷག་པ། ཚུལ་ཁྲིམས་ཀྱི་ལྷ་བཞི་གསུམ་ནི་ཆུང་ངུ་བཞི་རེ་བཞི་ན། ཚང་མ་དགུ་སྟེ་ཉི་མའི་ཐབས་ཀ་ཚང་མ་རིག་སྙོམས་འཛིན། ཉི་མའི་ཐབས་ཀ། མཐའ་ཡང་དག། ཉི་མའི་ཐབས་ཀ་ལྟ་བུ་ཆུ་འགོ་ལོག་ན་ཕལ་ཆེར་ཕ་ཚ་ཁྱིམ་ཚང་རེ་རེ་ན་འོད་འདྲ་མི་ར། ན་ནི་མི་ཐག་པ་དེ་ཆི་ཁི་ཁི་ཁི་ཁི་ནི་བ་དེ་ཆི་ཁི་ར་ཨ་ཁི་ཁི་ཉི་མའི་འོད་དེ་ཤོག་ཅི་ག་དི་ནི་ར་ཉི་མའི་ཤོག་ཉི་མའི་འོད་དེ་ཤོག་ཅི་ག་དི་ནུ་གི་གི་བ་ཆི་ཁི་ར་ཨ་ཡ་ཁི་ཁི་ངད་ཅི་དེ་རུ་མོ་ངད་དེ་ད་ཨོ་ཟོ་ངད་དེ་ཁ་མ་ཅི་ག་ངད་ཅི་ཅི་པོ་རུ་མོ།

ནུས་བ་ཆེ་བས་ཅན་དུ་འབྱུང། ད། རང་རང་གི་འདོད་པ་དེ་གོང་དུ་འཇོག་ན་ར། དེ་ཡི་ནང་ན། ནུས་ཆེ་བས་ཅན་དུ་ཆེ་ཟེར་ར་ཅན་ན་ཚེ་བཙན་གྱིས་ལྷ་བ་ཞིག། ཨོ་ཁ་མ་ཅིག་ལ་དེའི་སྟོང་ལུགས་དུ་དང་གིས་ནུས་ཀྱིས་ལྷ་བ་ཞིག། ཨོ་ཁ་མ་ཅིག་ལ་དེའི་བ་ལ་བརྟེན་ནས།

ཚད་ལྡན་གྱི་དང་པོ་བྱེད། གལ་ཏེ། ངའི་ཚུལ་འདི་སྐད་ཅིག་བཏང་རྒྱུ་ན། ངའི་འདུན་མོ་འདི་སྐད་དུ་ང་ད་ཅིག་གི་ཞིག་ཏུ་བརྒྱད་བཏང་རྒྱུ་ན། འོད་དེ་གང་མ་ཅིག་ག་འདི་དུ་བརྒྱད། མ་རེད། འོན་ཀྱང་ན་འདུན་མོ་ཐ་རེ་ཐུ་རེ་རེ་ཞིག་བཏང་རྒྱུ་ན། ཡང་མ་རེད། ཡིན་ནམ་མིན་ད་ད་ངའི་གཟིགས་ག་ད། མཚན་ཉིད་ཚང་བ་གཟིགས་དགོས་དང་ཞིག། དེ་གི་ཐད་ཀྱི་སློབ་གསོ་སྒྲུབ་མཁན་གྱི་མི་གཟིགས་ག་ཤེས་རབ་ཀྱི་སྐྱེས་སྒོ་ན།

ཐུ་ལྷོ་ཁྲི་སྙན་མགོ་ཆེ་ས་སོགས་ཁག་གི་སེང་གི་ནང་ད་བོ་ཆེ་དང་སང་ལ་པ་ཆེ་གོ་གི་ར་བུ་བཟོ་བོ་གི་སེང་ཟེར་སེང་གི་ནང་བྱ་བ་གཉིས་ཀྱང་མགོ་ཆེ་ས་སོགས་ཁག་གི་ཡིན་ན་ན་ནང་འཇོག་ནི་མ་རེད་དེ་ཆོས་ཉིད་རེད་དེ་ཉིད་ཀྱི་ཆོས་ཉིད་རེད་དེ་གི་དེ་གི་ཡིན་ད་མི་ད་རྩེ་གཅིག་ཡིད་ཀྱི་ཉོན་ཟིག་རྩེ་གཅིག་པ་ལོ་དེ་རྩེ་གཅིག་པ་ཟིག་དགོས་དང་མི་རེད་རིག་པ་ཁུག་ས་མོ་ཟིག་ཡོང་དགོས་དང་ན་རིག་པ་སྟངས་ཟིག་ནོན་དགོས་ན་དེ་ཉིད་གི་སྐུ་གཟུགས་པ། དག་རིག་པ་གི་དྲི་སྟངས་ཀྱི་ཆ་ནས་མྱུ་གུ་རིག་པ་དེ་གང་མ་གཅིག་པ་བདུད་རྩིའི་ཐགས་སོ་དག་གི་ནུས་པ་ཆད་པའི་བྱེད་རྩོལ་འོང་དགོས། ལྷོ་བྲག་གི་ནང་གི། ལྷོ་བྲག་གི་ནང་གི་ཆུ་གཟུགས་ཡི་སྐུ་ན་རེ་ཟུང་ན་གཙོ་བོ་ངེས་དེ་ན་མྱུ་གུའི་ནུས་པ་ཆེ་སོང་ཡོད། ཡོན་ཏན་མ་ལྔ་གཟུགས་བྱང། དེང་སང་ཡིན་ན། ནོར་འཁྲུལ་དུས་མོ་མ་ལྔ་བྱང་དགོས། ལ་ལ་གི་ཡིན་ན།

ཞི་བ། ཡོན་ཏན་ཞེས་བྱ། དེ་ལྟ་སྟེ། ངས་འདི་ནས་དེ་རང་བྱས་ཁྱོད་ཆོས་ལུགས་ནི་རང་ཉིད་ལྷ་དགུ་དགོས་དགོས་ནི་དེ། རང་ཉིད་ཆོས་ལྷ་དགུ་ནི་རེ་ཟེར་ན་ས་བཅུ་ཐ་སོ། འོ་སོགས་འོག་གི་རིག་གནས་དེ་ལྷོ་ཁྲ་ཤེས་ལྟར་འགྲོ་བགྱིས་ན་ཡི་གེ་གཉིས་ཀྱི་ནང་འདི་ག། ཡི་གེ་གཉིས་ཀ་གང་རེ་ཟེར་ན་ཡ་གཞན་གྱི་ཡིད་ལ་བཞག་ཡིད་ཡ་གི་གི་ཡིད་ལ་བཞག་ཡིད། ཡིད་དང་ཡིད་གཉིས་ཀ། ངས་བལྟས་ན་དེ་གི་ནང་འདི་གི་ས།

ཁོ་ན་འུ་ཚོ་བོད་ཁུལ་གྱི་ནི་ད་གང་འཛིན་ནི་རེད་ཟེར་ན་ངས་བལྟས་ན་ད་ཡི་ཏང་ཡོད་ཀྱི་ཉམས་སུ་ཉེ་གི་ད་འདི་གི་ཚེ་ཡི་ཏང་ཡ་གི་གི་ཡི་ད་བཞག་ཡི་དེ་ཡ་གི་གི་ཡི་ལ་བཞག་ཡི་ལ་འཇུག་རྗེས་ད་གསོ་ད་ད་སེམས་གི་ཏང་ང་ད་སྐྲན་པ་གི་རྣམ་པ་སྣ་ཚོགས་བྱུང་ཐུབ་ས་རེད་ད་གཟེངས་རྟོག་དང་ངན་རྟོག་ལ་སོགས་ད་རྟོག་པ་མང་ཟེར་ར་ད་རྟོག་ད་ནོར་རྟོག་ག་རྒྱག་རྟོག་རྟོག་པ་དང་རྣམ་པ་སྣ་ཚོགས་སྐྱེ་བ་ལ་བརྟེན་ནས་ད་ར་ལྟ་རྟོག་ལྟ་ནོར་རྟོག་ག་ས་སོགས་རྟོག་བཟོ་བྱུང་བཏང་ཚེ། རྟོག་པ་བཟོ་བཏང་ཚེ། རྟོག་རྒྱུ་ཟིག་མི་འདྲ་བ་དང། ཏི་ཀི་ཏའི་ཀི་དང་ངས་བལྟས་ན་དགེ་རྒན་གྱི་ལས་ཀ་ཆི་ཟིག་རེད་ཟེར་ན། ད་ཚ་དགོས་ན་གང་ཚ་དགོས་གི་ཟིན་ན་ཡ་ཀི་གི་ཡི་ད་བཞག་ཡིད་དེ་ཚ་དགོས་གི་ཟིན། འོན་ཀྱང་ཡ་ཀི་གི་ཡི་ད་བཞག་ཡིད་དེ་ཚ་དགོས་ན་སེམས་དེ་ཚ་དགོས་ན་རིག་པ་དེ་ཚ་དགོས་ན་སེམས་དང་རིག་པ་དང་བློ་དག་ནི་དོན་གཅིག། གདམས་གཤིས་དེ་ཚ་དགོས་དང་ན། ད་གང་ལ་བརྟེན་དགོས་ནི་རེད་ཟེར་ན། ཡིར་ཏི་ལ་བརྟེན་དགོས་པ་རེད། དེ་གི་ད་ལྷས་གཞི་བྱེས་གཅིག་གི་ནང་དོན་ད་ཆི་ཟིག་རེད་ཟེར་ན། ད་ཡིར་ཏི་གང་ལ་གོ་དགོས་ནི་རེད་ཟེར་ན་རང་གི་ཉིན་ཁོ་ན་ཡོད་ནུ་གི་ཡིར་ཏི་བརྟེན་དགོས་པ་རེད། རང་གི་ཉིན་ཁོ་ན་ཡོད་ནུ་གི་ཤི་ད་བུ་ནུ་གི་གོ་ནི་ད་བུ་ནུ་ཡིར་ཏི་ཧ་ནི་ཧོན་ཏང་ནི་ད་ཧན་ར་རྒྱ་ནང་ཟིག་གི་ད། ཨ་ནུ་ལོ་ལྔ་འདི་གང་ས་ས་སོང་ན་ར་གི་སྒེར་ཟིག་གི་རྒྱ་ཡིག་ཁྲི་ཁོ་གི། རྒྱ་ཡིག་གི་ཚིག་ཁྲི་ཁོ་གི་ན་ཀུའི་ལིན་ཧྲན་ཧྲི་ཟིག་གི་མོ་ཟིག་ཁྲི་ཁོ་གི། ཀུའི་ལིན་ཧྲན་ཧྲི་ཟིག་གི་མོ་ཐང་ཅང་ཟུའོ་གི་པ་ཨ་དེ་ཁྲི་ཁོ་གི། ད་གི་རྒན་དང་ཁོ་གི་དེ་ཚོ་ཕྱི་ཁ་ཁྲི་ཁྲི་ཁྲི་ཐང་མི་རྫ་མ་ཚོ་ལ་ལྷུ་མ་ཆོས་ཁྲི་ཟིག་འདྲི་གི་ཟིག་ན་ཉིན་མི་ཁ་ཐང་ཤི་མ་ཀུའི་ལིན་ཧྲན་ཧྲི་མི་བུ་མེད་ཀི་ཐང་ཤི་ད་ལྷུ་ཁྲི་ལྷུ་མ་གི་མེད་ཟིག་གི།

ཨ་ཅེ་ངེད་ཅག་སྐུ་ནུ་རྩེ་ནང་གི་གྲི་གུ་བོ་ནང་གི་ཞི་བ། ཡིད་ཀྱི་ཞི་བ་ཟིག་ཨ། དེ་མིག་གི་དབང་བོ་ལ་བརྟེན་ནས་ད་ཡིད་དེ་འཕྲལ་གྱི་ད་གཟོད། དེ་གི་རི་ཁྱི་ལ་སོགས་པ་དུ་མོ་དེ་འཕྲལ་གྱི་ད་གཟོད་མིག་གི་དབང་བོ་གི་སྟེང་གི་ཞི་བ་དེ་ལ་ད་རུ་གི་ཡིད། ཨ། ད་གོས་ལེན་ཆ་འཇག་གི་རི་དང་ཁྱི་འཕྲལ་གྱི་ད་གཟོད་དེ་གི་སྟེང་གི་འཇོང་ནང་གི་ཞི་བ་ཟིག། འོ་ན་ཞི་བ་དེ་བྱུང་གྱི་ད་གཟོད་ད་ད་མཛེས་མི་མཛེས་ཟིག་ནུ་གི་ད་གཟོད་གི་ད་མྱོང་ཚུལ་དེ་བྱུང་མི་རུང་ངོ། ཁྱི་ཞི་བ་མ་འཕྲལ་དེ་ད་མྱོང་ཚུལ་ཆ་བྱུང།

མི་ཡོངས་རྫོགས་གི་ན་ཚོང་ཡོད་དགོས་ན་ཁྱད་པད་དུ་ང་ཚོ་བོད་ར་ན་ཚོང་དེ་ཡོད་དགོས། ལོག་པ་མི་རྩིས་ས་ཟིག་ཤིང་ཡིག་ཚོང་ཡིག་སི་ར་ཅིག་ལོབ་ན་དེ་དག་རིན་པོ་ཆེ་ཡིན་གྱི་རེད་བསམ། རང་གི་ངུ་ཚོ་ན་ཡོད་ནོ་གི་ས་ག་ཐུག་ཉེ་ན་འོ་ནོ་གི་འདི་ལ་ཚོ་ཁང་འདི་རིན་པོ་ཆེ་ཟིག་ཡིན་ནོ་དེ་འདང་རྒྱག་གྱི་མ་རེད། འདི་གི་སྟེང་ན་འདམ་བུ་བླངས་ན་མེད་ནོ་གི་ལྷོ་སུ་གི་ནང་དོན་ཁ་ཚང་ཟིག་ཡོད་ནོ་དེ་འདང་རྒྱག་གྱི་མ་རེད། ཡིན་ན་མི་ན་ཚོང་ཡིན་ད། པེ་ཅིན་ཟི་ན་འདྲ་ཧྲང་ཧེ་ཟི་ན་འདྲ་དེ་སྔོན་ཟ་སོང་ཡས་ཅིག་ད་གཞན་གི་ཅིག་སྐྱོ་པ་ཟིག་ཅིག་ད་ཡ་མ་སོང་ཟིག་དེ་མུ་ཟི་ཁྱེར་འོང་ན་དེ་དག་སྔོན་ཐོན་ཡིན་གྱི་རེད་ད་དེ་གི་ད་གི་ད་འོ་ཡ་དགེ་རྒན་ཅིག་ཟ་དགོས་ན་ཆི་ཟི་ཡིན་གི་འོ་ཟི་ན་ད་ཅི་ངས་བཤད་དགོས་ནོ་ད་འོ་གི་སློབ་གསོ་གི་ནག་དོན་ཆི་ཟི་རེད་སྤྱི་ཚོགས་གི་ནག་དོན་ཆི་ཟི་རེད་དེ་ཤེས་ད་དང། རྟག་ཏུ་སའི་སྒོ་ལ་གང་ལྟ་བུའི་རིག་པ་གཟིགས་པའོ། རིག་པ་དེ་ལྟ་བུ་གི་ཉིད་དུ་ཆུ་གཟིགས་རེ་ཞིག་གསུངས། ན། འོག་གི་ས་བཅད་ཀྱི་སྤྱི་མཚུངས་དང་དཔལ་འབྱོར་དང། ཡུལ་མཁན་དེ་དག་དེ་གི་རྗེས་སྐྱོང་ཐུབ་པ་ལ། ཕན་པ་དྲི་ཐུན་ནོ་གི་ཉིད་མི་རེ་ཞིག་གསུངས་ཡོད་ཀྱི་ནུས་བ་ཆེན་པོ་ཞིག་གསུངས་ཀྱི་དེ་ལྟ། འོ་ཡ། དེ་ང་ཚོ་འོག་གི་ལས་ཀ་ཡིན། དེ་ཡི་སྒོ་ལ་ཐོག་མར་ས་སྒོ། ངས་ཤམ་ང་དང་ཤོད་ན་སོང་བའི་དམ་བཞེས་ཅི་དང་སོག་གི་ཆུ་མངར་འདི་ཚིག་འདི་ད་ཅི་ངས་བཤད་ནོ་དེ་ཡིན། འོག་གི་སློབ་གསོ་ར་རིག་ནི་ར་ཅོ་དང་སང་འཛམ་བུ་གླང་གི་རིག་ནི་བ་གི་ཁྱད་པར་ཆི་ཟི་རེད་ཤམ་གང་གི་བ་གི་ཁྱད་པར་ཆི་རེད་ད་ཟེར་གི་ངས་ད་ཟེར་ནས་ཚན་རིག་ཡིན་པ་འདྲ་འདྲ་རེད། ཚང་མ་ཚན་རིག་རེད་འོན་ཀྱང་ཞབས་པ་སོང་སོག་གི་ཡིད་མི་འདྲ། ཡིད་ཡ་ཤན་ཅི་ཡིད་ལ་བཞག་ཡིད་ཟི་ཀུ་ནུ་དེ་རྒྱལ་སྤྱི་གི་བཤད་ན་ཆི་ཟི་ནི་ར།